ཡི་ཡང་རྣམ་པ་ལན་གཅིག་བཀྲ་ཤིས་བདེ་ལ་དྭགས་ཁྱེད་རང་ཚོ་གི་སྲིད་སྐྱོང་གི་དབུས་དུ་སུ་དུ་ཐོག་ཡོད་མེད་མོང་བཀུག་འདུག་ཨ། ད་བཀུག་མ་བཀུག་ཁྱད་པར་ཡོད་ནི་མ་རེད་མི་ཡོད་ནི་མ་རེད་རྒྱ་ཆ་རྒྱ་ནི་རྒྱ་ས་ཞེས་སྤམ་པ་ཟེར་ཐོག་ཡོད་ནི་རེད།

གོང་ས་ཀྱི་སྲིད་སྤྱི་གཉིས་ཀྱི་འོས་བསྡུ་དང་དངོས་གནས་ཀྱི་སྤྱིའི་ཁྱེད་རང་ཚོ་སྤེན་པ་ཚེ་རིང་ལ་མ་དགའ་མཁན་ཡིན་ན། དངོས་གནས་ཀྱི་སྲིད་སྤྱི་གཉིས་ཀྱི་འོས་བསྡུ་བཀའ་ཟུར་ཚང་མ་བྱེད་དགོས་ཀྱི་ཡོད་རེད་ཡང་ཡོད་མ་རེད། མི་གོང་ས་ཀྱི་སོ་སོ་གི་ཕ་ཡུལ་ལོང་ཚེ་ཤི་མིག་གི་སྐྲག་པ་འདྲ་པོ་དེ་ཆེན་པོ་ཡིན་སྙན་པོ་ཡིན་ང་ཚོ་ཕ་ཡི་རྒྱལ་ཡི་སྤྱི་ཡི་རེད་ཟེར་ནས་ཡང། ཁྱོད་རང་ཚོ་སྐད་སྡུག་ལ་རྒྱ་ཆོ་བྱེད་མཁན་ཁྱོད་རང་ཚོ་གི་ནང་ཁུལ་ལ་ཡང་ལོང་པ་ལོང་ཚན་གྱི་རྙོག་དྲ།

རང་བཙན་དགོས་ལ་ནི་ཨ་ནི་རང་བཙན་མཁའ་ལ་ཁྱི་ཡིས་ནི་ག་རེ་བྱེད་ཀྱི་ཡོད་པ་དེ་ང་ཚོ་མཐོང་ཡོད་རེད། དེ་རང་བཙན་འདི་ལབ་པ་ཙམ་རེད་མ་གཏོགས་དངོས་ཡོད་གནས་ཚུལ་ལ་ང་རང་ཚོ་ནང་འགོ་འོག་ལ་དེ་གཉིས་བཟོ་ཡག་བཙོག་པ་བཟོ་ཡག་དེ་དང་དེ་འདྲ་ཞིག་གིས་ཨ་ནི་སྙེ་མ་ནི་བཅུད་བཟོ་ནང་ལོགས་ལ་ཨ་ནི་ང་རང་ཚོ་མདོ་དབུས་ཁམས་གསུམ་ནང་ལོགས་ལ་མ་འགྲིག་པ་ཅིག་ཨ་ནི་དེ་ཡར་བསླངས་བསྡད་ཀྱི་ཡོད་ཡིན་ཙང་འདི་གི་རྒྱབ་ལྗོངས་ལ་ཨ་ནི་དོལ་རྒྱལ་རེད། བྱེད་པོ་ག་ཡིན་དང་མདོག་བྱས་ནས་ཡར་ལངས་ཡོང་ཡ་དང་གཅིག་བྱས་ཨ་ནི་རང་བཙན་ཁ་ལ་འཁྱིལ་ནས་ཡོང་ཡ་དང་གཉིས་བྱས་ཨ་ནི། མདོ་དབུས་ཁམས་གསུམ་ནང་ནས་ཨ་ནི་ཁམས་པ་དེ་ཁམས་པ་གི་མི་རིགས་དེ། ག་ལོག་རེད་ལོག་རྩིས་ཡིན་དང་མདོག་བྱས་ནས་ཡོང་ཡ་བྱས་ཨོ། སྤྱོད་པ་འདི་ལ་བརྟགས་ནས་འདི་པོག་ཅོ་པྲ་དང་ཁོ་དང་ཁོ་འདྲ་བོ་མི་དེ་ཚོ་གིས་ཨ་ནི། ཁེ་ཕན། ཁེ་ཕན་ལེན་གོ་རང་ཚོའི་སྤྱི་ཚོགས་ལ། ཁྱེད་རང་ཚོ་ཧ་གོ་གི་འདུག་ན། འདི་ངས་ཀྱི་སྐད་ཆ་དེ་ཁྱེད་རང་ཚོ་ལ་ཐེངས་མང་པོ་ཅིག་གོ་བ་བླུགས་ཚར་བ་ཡིན་འདི་ད་ལྟ་མ་རེད། སང་ཉིས་སྟོང་ཉི་ཤུ་རྩ་གཉིས་རྩ་གསུམ་ནི། རྩ་གསུམ་ནི་ཕྱིན་ནས་ངས་ཀྱི་ཁྱེད་རང་ཚོ་ལ་འདི་གང་ལ་གོ་བ་མང་པོ་བླུགས་ཚར་ཡིན་དང་པོ་དེ་བ་དེ་བ་ལ། ག་ཤེད་ཅིག་ག་རེ་ལབ་ཀྱི་འདུག་ལབ་པ་ཡིན་ན་ཨ་ནི། ག་རེ Epstein གྱི File སྐོར་ལ་སྐད་ཆ་ཤི་ངེས་ཡོད་མ་རེད་བས་ས Epstein File སྐོར་ལ་བཤད་ཚར་བ་རེད། ག་ལ་བ་རེད་འདི་ཡང་དག Puff Daddy གི་སྐོར་ལ་སྐད་ཆ་བཤད་ཚར་བ་རེད་འདི་གང་ལ་སྐད་ཆ་མང་པོ་བཤད་ཚར་བ་རེད། ཨ་ནི་དེ་དང་དེ་འདྲ་བོ་ཨ་ནི་དུས་དང་མཉམ་དང་མཉམ་དུ་ཨ་ནི་ག་ཤེད་ཅིག་གིས་ང་རང་ཚོ་སྤྱི་ཚོགས་ལ་རྨ་ཁ་བཟོས་ཡ་ལ་ཨ་ནི་ང་རང་ཚོ་བོད་མི་རིགས་ལ་དེ་གང་ལ་བོད་མི་རིགས་ཀྱི་ངོ་བོ་དེ་རྒྱ་བོར་མི་བྱེད་ཡིན་དེ་གང་ལ་རྒྱ་བོར་མི་བྱེད་ལ་ལ་རྨ་ཁ་བཟོས་ཡ་ལ་དུས་རབས་ད་རིམ་པ་ཁོ་ཚོ་གི་སྙད་བཙག་གོ། སྐབས་ཅིག་ལ་ཉིས་སྟོང་ཉི་ཤུ་རྩ་གསུམ་ལ་ཨ་ནི་རྒྱ་བོར་མི་བྱེད་ཀྱི་བི་དྲོ་བྷའི་རལ་འགྲོ་ཡ་འདྲ་བོ། དེ་ཚོ་འདྲ་བོ་ཅིག་ཡིན་པ་ཡིན་ན་ག་བ་ཨ་ནི་ལས་ཀྱི་འདུག་སུས་ཀྱི་བྱེད་ཀྱི་འདུག་ག་འདྲས་བྱེད་ཀྱི་འདུག་དེ་ཚོ་ཁྱོད་རང་ཚོ་དོན་སྣང་བྱེད་དགོས་ཀྱི་རེད། དེ་སྒྲ་ཕྱི་ལོགས་ལ་ཡོད་མ་ཏག་སྒྲ་ང་ཚོ་ནང་གོ་ལ་ཡོད། ང་ཚོ་ནང་སྒོ་ལ་ཡོད་པ་འདྲ་དེ་ངོ་མ་ཤེས་ནས་ཨ་ནེ་སོ་སོ་སོ་གིས་ག་ལོག་རེད་སྒེར་དོན་དང་རང་དོན་རྐྱང་རྐྱང་སྒྲུབ་ནས་འགྲོ་གི་ཡོད་ཡིན་ཙང་ང་ཚོ་སྤྱི་ཚོགས་ནང་ལོག་ལ་ཨན་ལྟ་ཏན་ཏན་ཏིག་ཏིག་དེ་ཟ་ཆོད་ཀྱི་ཡོད་མ་རེད། རྐང་ཚུགས་ནས་ཉལ་པ་ཉུག་གི་དེ་ཚོ་མང་པོ་ཅིག་བཀྲམས་ཐག་རིང་ནས་བསྡད་འཇིགས་མེད་ཨུ་རྒྱན་དོན་ནི་ཨན་འདུག་བཤད་ཀྱི་འདུག་ཨང། ཨན་ཁོ་བཤད་རྒྱུ་དེ་ལ་མི་དེ་ཚོ་གིས་བལྟ་ཡག་དང་དགའ་དག་བྱེད་ཡག་དང་ཧ་ལས་ཡོད་མ་རེད། མི་ཁྱེད་རང་ཚོ་འདྲ་བོ་འདི་ཚོ་གིས་ཨ་ནི་རྒྱལ་བོ་རིན་པོ་ཆེ་ལགས་ལ་མ་ཉེས་ཁ་ཡོད་བྱས་ནས་རྒྱལ་བོ་རིན་པོ་ཆེ་གི་གསུང་བ་གི་བཀའ་སྲུང་ཞེ་སྲུང་ལ་མ་འགྲོ་བ་ནི་ལོག་རྩིས་ཅིག་བྱེད་ཀྱི་ཡོད་ཡིན་ཙང་འདི་དཔག་ཅོ་པྲ་དང་ཅོ་པྲ་ན་ཤི་དེ་འདྲས་གི་ཨ་ནི་པྲེམ་ཅོ་པྲ་འདྲ་བོ་དེ་ཚོ་མང་པོ་དོན་ཡོད་གོ་ཧ་གོ་སོ། དེ་འདྲས་དོན་ཡོད་འདི་གང་ལགས་ཨ་ནི་དཀའ་ངལ་ང་ཚོ་འདས་འཕྲོས་ཀྱི་བར་ང་རང་ཚོ་བོད་མི་རིགས་ཀྱི་བོད་གྲགས་དེ་གཅིག་ན་ཤི་འདྲ་གཅིག་ལ་ཚུན་གྱི་མི་འདུག་ཨ་ནི་ག་ལ་འོ་རེད།

ང་ཚོ་ཞེ་དགོས་སྐྲག་དགོས་བཅས་ཡོད་མ་རེད། ག་རེ་ཡིན་པ་དེ་ཡིན་པ་རེད། གལ་སྲིད་ང་རང་ཚོ་གི་མི་མང་གིས་ཆབ་སྲིད་ལ་དོན་སྣང་བྱེད་ཀྱི་ཡོད་པ་ཡིན་ན། ཨ་ནི། ཧ་གུ་གུ་རུ་བ། ཨ་དེ་འདྲའི་འདྲ་བོ་སྐད་ཆ་གླེད་སྟངས་རེ་རེ་གཉིས་གཉིས་ལ་ང་ཚོ་ཧང་སང་དགོས་ཡོད་མ་རེད་ཞེ་དགོས་ཡོད་མ་རེད་ག་རེ་ཡིན་པ་དེ་ཡིན་པ་རེད། སྤྱི་ཚོགས་ནང་ལ་དོན་སྣང་ག་ཚོད་བྱེད་ཀྱི་འདུག་དང་བྱེད་ཀྱི་མི་འདུག་གི་ལྟ་བ་སྟངས་འདི་ནི་སྟོན་གོ་རེད། ད་རིང་འཇིགས་མེད་ཨུ་རྒྱན་གྱིས་འདི་བབ་ཅོ་པྲ་ལ་ལབ་པ་ནང་བཞིན་གྱི། ཁོ་རང་ཚོས་མི་འདེད། སྐབས་གཅིག་ལ་དེ་དང་དེ་འདྲ་བའི་མི་དེ་ཚོ་ཉམས་རྟོགས་པར་བརྒྱབ་མ་ཐུབ་བ་འགྲོ་གི་ཡོད་རེད། ཨ་ནི་ཁ་སྦྱར་མ་ཐུབ་བ་འགྲོ་གི་ཡོད་རེད། མིང་འདྲ་བོ་ཅིག་ཡིན་པ་ཡིན་ན་གྲོ་བཏགས་མ་ཐུབ་ནི་འགྲོ་གི་ཡོད་རེད། ཕྱི་རྒྱལ་ཡོ་རོབ་ཁ་བདེ་བ་ལ་དབྱིན་ཇི་ཡིན་པ་ཙམ་ལ་ཨ་ནི་མི། ག་ལ་གོ་རེ། རྒྱུ་ནོར་ལངས་ཕྱོགས་ཡོད་པ་ཙམ་ལ་ཁོ་རང་ཚོ་ག་ཅན་གྱི་ཡག་པོ་ཡིན་པ་ཁྱབ་ཀྱི་ཡོད་མ་རེད། དེ་བྱས་ནི་རྒྱ་བོར་མོ་ཅིག་གསུང་གི་ཡོད་རེད། བླ་མར་ཞེས་སོགས་ན་བླ་མ་ཡག་པོ་བརྟག་དཔྱད་བྱེད་ཡ་དེ་གལ་ཆེན་པོ་རེད་ད། མ་གཏོགས། བླ་མ་ག་ཤེད་ཅིག་གིས་ཨ་ནི་མིང་དང་ག་ཨེ་འདྲེས་ལ་སྦྱར་ནས་འགྲོ་གི་ཡོད་པ་ཡིན་ན་དེ་གི་རྒྱུ་ནི་ང་རང་ཚོ་ནང་གོ་ལ་དཀའ་ངལ་འཕྲད་ཀྱི་ཡོད་ར་ད་དཔེ་ན་ཆ་བྱས་ན་ངེད་ཀྱི་བུ་མོའི་བཙན་གཡམ་གྱི་སྒང་ལ་ཤེས་པ་ཡིན་ན་ང་རང་ཚོ་ནང་པའི་གི་ནང་ཆོས་ཀྱི་པགས་པ་གོན་ནི་ཨ་ནི་བུད་མེད་བཙན་གཡེམ་བྱེད་ཡ་དང་སྤུ་གུ་ལ་ལོག་འཇོག་བྱེད་ཡ་དང་དེ་འདྲའི་དགྲ་བོ་མང་པོ་ཡོད་རེད་གྲུམ་དེ་འདྲའི་མང་པོ་ཡོད་རེད་ད་ལྟ་ཡིན་ནས་ཨ་བསྔོག་མ་ཐུབ་ནས་བསྡད་རྒྱུ་དེ་འདྲའི་མང་པོ་ཡོད་རེད་ཁ་ཤས་ཀྱི་ཁ་གྲགས་མ་ཕོད་ནས་བསྡད་མཁན་མང་པོ་ཡོད་རེད་ངའི་སྤྱི་ཚོགས་འདི་ནང་ལོགས་ལ་ཁ་གྲགས་ནས་ཡོང་ཡིན་ཙང་ཁ་དང་ཁ་སྤུ་དབྱེ་བ་ཕྱེ་གི་ཡོད་རེད་ད། དེ་འདྲས་ཡིན་གྱི་ཡིན་གྱི་ལ་ཁ་ཤས་ཀྱི་ལྟ་མ་ཐུབ་ནས་མིག་བཙུམ་རྐྱང་བྱས་ཨ་ནི་བླ་མ་ལ་ཁ་བཏང་གི་འདུག་བླ་མ་ལ་ཁྱོད་རང་ཚོ་ག་ཚོད་སྤ་འདུག་ཨ་ནི། སྐྱབས་ཐུག་གི་ཡོད་པའི་ལས་སྐད་ཆ་ཅི་རེད་ང་ཚོ་ལྡོག་ལེན་བྱེད་རྒྱུ་རེད་མ་གཏོགས་དེ་ལ་ང་ཚོ་གཡོལ་ནི་གཡོལ་ཐབས་ཡོད་མ་རེད། དེ་ནང་ནས་བླ་མ་ནང་ལོག་ནས་བླ་མ། རྩེ་གྲགས་དང་བླ་མ་དག་ཅིག་ཡིན་པ་དེ་ང་ཚོ་གི་ཁ་དང་ཁ་སྤུ་དབྱེ་བ་གཅིག་གོ་དགོས་རེད། ད། ང་རང་ཚོ་བོད་མི་རིགས་ཀྱི་ངོ་བོ་དེ་རྒྱ་བོ་རིན་པོ་ཆེ་ཡིན་དུས་གང་ལ་རྒྱ་བོ་རིན་པོ་ཆེ་གང་ལ་འདུག་སླེ་གི་ཡོད་རེད་ངས་ནམ་ཞིག་རྒྱུན་དུ་ལས་ཡ་དེ་ང་ཚོ་བོད་མི་མང་བསམ་བློ་བཏང་ཨཱས་རྒྱ་བོ་རིན་པོ་ཆེ་གི་ཧཧཧ་སླེ་བོད་ཀྱི་སྙིང་རྗེ་གོམས་ཀྱི་ཡོད་རེད་ཨཱས། ང་ཚོའི་མི་ལ་ད་ཡིན་ད་ཡིན་ཕྱིས་རྒྱ་ཁབ་ཀྱི་འཛམ་བུ་གླིང་གི་མི་ལ་ང་ཚོ་སྙིང་རྗེ་སྒོམ་གྱི་ཡོད་ད། རྒྱ་བོ་རིན་པོ་ཆེ་གིས་ད་ཁྱེད་རང་ཚོ་ང་ཚོ་གང་ག་གི་དུག་དེ་ཡ་ཆོད་གི་ཡོད་ད། སྡིག་པ་ཡོད་ད་སྡིག་པ་ཡོད་རེད་ལ་ནི་ངས་ལག་དེ་དགོས་གི་རྒྱུ་བ་རྒྱུ་མཚན་འོ་དེ་རེད་ད། ད་འདོད་ཡིན་ནའི་དོན་གྱི་རེད་མ་འོངས་ལ་ཧང་སང་དགོས་ཡོད་མ་རེད། ད་རེས་ཡིན་ནའི་ཡང་འཇིགས་མེད་ཨོ་རྒྱན་དེ་པགས་པ་གོན་ཡང།

ཆེད་མེད་ཀྱི་ང་ཚོ་ལ་འདྲ་བྱེད་ཕོད་ཀྱི་མ་རེད་ནང་གི་དཀའ་བ་དེ་དྲག་པོ་ཡོད་པ་ཡིན་ན་ཕྱི་ལོག་གི་ང་ཚོ་ལ་འདྲ་བྱེད་ཕོད་ཀྱི་མ་རེད་ལབ་བའི་རྒྱུ་བ་རྒྱུ་མཚན་དེ་ལེགས་གོ་ད་དང་པོ་ད་རིང་གོ་ཡ་ལ་གར་གོ་གི་ལ་ན་ད་ཨ་རིག་གི་ཨ་ནི་རང་བཙན་ཡིན་ན་ཅི་ཨ་ནི་ཉི་མ་དྲུག་ཅུ་ནང་ལ་བཙོན་བཀྲེས་ཀྱི་རེད་ས་ཨ་ནི་བཙོན་བཀྲེས་ཀྱི་ཡོད་པ་ཡིན་ན་ད་ཁྱོད་རང་ཚོ་རང་བཙན་ཁ་ལ་འཁྱེར་ནས་འགྲོ་ངེས་དུས་ཚོད་དྲང་ཤོས་རྒྱུག་གོ་ར་ད་ཧ་གོ་སོང་ཨ་ཁྱོད་རང་ཚོ་གྲོས་ཚོགས་ནང་ལོགས་ལ་དེ་གར་ས་དཀོན་མཆོག་ཡང་འཕེལ་གྱི་ལག་གི་དུ་བ་ཨ་རང། གར་ས་དབུ་མའི་ལྟ་བ་ནི་ཨ་ནི་བོད་ནང་ལོགས་ལ་དོན་དག་སྒྲུབ་པ་ཡིན་ན་ཨ་ནི་སུ་དང་པོ་རྒྱུག་གི་དང་ལྟ་གི་ཡིན་ལག་གི་དུ་བ་ཨ། དབུ་མའི་ལྟ་བ་ལྟ་གྲུབ་ནི་རང་བཙན་སྒྲུབ་པ་གི་སྐད་ཆ་གཅིག་པོ་མ་རེད་ཁྱོད་རང་ཚོ་རང་བཙན་རང་རག་གི་རེད་ས་ད་ད་རིང་ཨ་རིག་གི་ཧའུ་ས་བ་ཉི་མ་དྲུག་ཅུ་ནང་ལོགས་ལ། ཁྱོད་རང་ཚོ་དང་ཤོ་རྒྱུག་གི་དང་མི་འདའ་ལྟའོ་ཨ། སྦེལ་ཀོབ་བི་ཞི་ཅག་གི་ཁང་པ་དང་ས་དེ་ཚོ་གཡུག་འགྲོ་གི་དང་མི་འདའ་ལྟའོ

དེ་འདྲའི་བྱེད་ཀྱི་ཡོད་ཡིན་ཙང་ཨ་ནི་ང་ཚོ་འདི་ཕྱིའི་རྒྱལ་ཁབ་ཀྱི་མིས་ཀྱི་རྩེད་མོ་རྩེ་ས་ཀྱི་པར་ར་ཤུག་གི་གུར་ཏི་ཆགས་འདུག་གོ་ཧ་གོ་སེ། འོ་དེ་ཡིན་དུས་གང་ལ་ཏག་ཏག་བསྡད་ཀྱི་མི་འདུག་ལབ་དགོས་རྒྱུ་མཚན་འདི་རེད་སེང་གེ་གངས་རིལ་བསྡད་ན་སེང་གེ་ཡིན་མ་ཐང་ལ་བབས་ན་སྤང་ཀི་ཡིན་ལབ་དགོས་ཀྱི་རྒྱུ་མཚན་འདི་རེད་ཧ་གོ་ས། ང་ཚོ་མི་རིགས་འདིས་ང་ཚོ་ལ། མི་ཉུང་ཉུང་ཡོད་ན་ཡོད། དཔའ་འཇོག་མེད་ན་མེད། ད་གདོད་ཡིན་ན་ཡང་ང་རང་ཚོ་སོ་སོ་འདས་ས་ལ་བསྡད་ཐུབ་པ་ཡིན་ན། ག་བ་ལ་གནས་པ་ཡིན་ན་འགྲིག་གི་ཡོད་རེད་ལ་གི་ལ་གི་ལ་གོ་གི་མི་འདུག་བ་ཁ་ཤས་ཀྱིས། ཁ་ཤས་ཀྱིས་ཞི་བ་ཅིག་གྲབས་ཆག་དོན་ཡག་དང་ཨ་ནི་མི་མང་པོ་ཡོད་ཡག་དང་རྒྱུ་ནོར་ལངས་ཕྱོགས་མང་པོ་ཅིག་བཏང་བྱས་པ་ཡིན་ན་ཨ་ཞི་བ་དགའ་ཅིག་ཡིན་མདོག་མདོག་བྱེད་ཀྱི་འདུག་བ། ད་དེ་རེད།

གདུག་རྩུབ་བྱེད་མགྱོགས་དང་སྐྱེ་མེད་བུ་མོ་ལ་སྨ་རས་ཕབ་མགྱོགས་དང་མེད་པ་དེ་ཡིན་པ་བཤད་མགྱོགས་འདི་ལ་ཁྱེད་རང་ཚོ་ལ་སྡིག་པ་ཧ་ལས་པའི་སྡིག་པ་ནག་པོ་བསགས་ཀྱི་རེད་ལ་ནི་འདི་དེ་ཁྱོད་རང་ཚོ་མཐོང་ཡ་ཡིན་ག་རེད་འདི་ག་གཅིག་པོ་ཚད་ཀྱི་མ་རེད། ད་ལྟ་བར་དུ་ཁྱེད་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ་མ་ཉེས་ཁ་ཡོད་བྱས་ཨ་ནེ་སྐྱིད་མས་བུ་མོ་སིངྒེ་དེ་བེད་སྤྱོད་བཏང་རྐྱང་བྱས་ཁྱེད་རང་ཚོ་ལ་ལམ་འབྲས་ཡོང་གི་རོ་བས་ལ་ན་ལམ་འབྲས་ཡོང་གི་མ་རེད་ངས་ཁྱེད་རང་ཚོ་ལ་ཁ་རི་ཁ་ཏོན་ཡིན་རོ་ཨ་ངས་བཤུ་ག་ཀོ་བྱེད་དགོས་ཡ་མེད་ངས་མེན་པ་ཅིག་ཡིན་པ་ང་ཤེས་དགོས་ཡ་མེད་ཨོ་ད་ག་ནང་ཤེས་ཀྱི་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ཁ་བརྡར་ངས་འདི་འདྲས་མང་པོ་ཡོར་ད། ངས་ད་ལྟ་བ་དུག་གི་ཤེས་བྱ་སྒྱོགས་ནང་ལོག་ལ་སྐྱིད་པ་རང་ལ་ཕན་ཐོགས་ཡག་དང་དངོས་གནས་རྡོག་རྩ་གཅིག་སྒྲིལ་རང་འཁྱིལ་ཡོང་ཡག་དང་ཁ་དང་ཁ་བུ་དབྱེ་བ་སྤེལ་ཡག་དང་སྡུག་ག་དེ་སྡུག་ག་ཡིན་པ་དང་ཡག་ག་དེ་ཡག་ག་ཡིན་པ་གི་དབྱེ་བ་བཅས་ནི་ངས་སྤྲད་ཡོད་རེད། སྤྱི་ཚོགས་ནང་ལོག་ལ་ཆབ་སྲིད་ཡིན་པ་ཡིན་ན་མི་གཅིག་དང་གཉིས་དང་སྲིད་སྐྱོང་དང་ཨ་ནི་སྤྱི་འཐུས་འགའ་ཤས་གཅིག་གིས་བྱེད་ཐུ་ཡ་ཡོག་མ་རེད་འདི་མི་མང་ལ་ཡང་རག་ལས་གི་རེད་མི་མང་གས་ལག་པ་ལ་ད་ག་ནང་བཤིག་གི་ཆབ་སྲིད་གི་འགན་ཡོག་ར་ད་ལ་ནི་ལ་གི་ལ་གི་ལ་ཨ་མི་མང་གིས། ཨ། སོ་སོ་ལ་འོད་ཅིག་ཡོད་ལ་དུས་གང་ལ་དེ་ལ་འོད་དེ་ལ་ཨ་ནི་རྩེད་མོ་རྩེ་བའི་གི་རྩེད་སྟངས་དེ་གང་གཱའི་གི་རྒྱུད་ནི་ད་ཁྱོད་རང་ཚོ་ལ་ད་རིང་གི་ཉིན་མོ་ལ་མནར་མེད་དེ་ག་རེ་མཁོ་གི་ཡོད་པ་ཡིན་ན་རེད་མ་འོངས་པ་ལ་ག་རེ་མཁོ་གི་ཡོད་པ་ན་རེད་ཁྱེད་རང་ཚོ་གི་རྩོད་བཞག་རྒྱོ་ཆང་རེད་རོ་ཨ། ད་ག་ནང་ཤེས་གི་ངས་ག་རེ་བཤད་ཡོད་ལ་ན་ང་ལ་འོད་ཕེབས་ངེས་དེ་ཚོ་ལ་བཀྲ་ཤིས་བདེ་ལེགས་ཐུགས་རྗེ་ཆེ་ཁྱོད་རང་ཚོ་གི་ཡིད་ཆེས་ལྷ་ས་རྣམ་དག་ཡིན་པ་དེ་དངོས་གནས་ང་ལ་མཐོང་རྒྱུ་བྱུང་སོང་ཐུགས་རྗེ་ཆེ་བཀའ་དྲིན་ཆེན་པོ་ཡིན་རོ་ཨ། ཡིན་ནས་ད་རིང་ངས་གི་འོད་དེ་མ་ཐོབ་པ་ཡིན་པ་ཡིན་ན་ཡང་ང་ལ་འགྱོད་པ་སྤུ་ཙམ་མེད། ལག་པ་གཉིས་ཀྱིས་རྡོག་པ་རྒྱག་གི་རེད་ལག་པ་གཉིས་ནང་ནས་ཁྱེད་རང་ཚོ་གིས་གང་ཐུབ་ཐུབ་ཀྱིས་ལག་པ་ཅིག་གླུ་ག་བྱས་པ་རེད་དེ། ཨ་ནི། ག་ཤེད་ཅིག་གིས་ཨ་ནི། རང་འདོད་དང་སྒེར་དོན་རྐྱང་རྐྱང་བྱས་ནས་འོད་ཀྱི་འཕེན་བཞག་དུས་གང་ལ་འདི་མ་འོངས་པ་ལ་ལྟ་ཆོག་གི་རེད། འདི་རྒན་ལས་འདི་རྒན་ཤུགས་ཆེན་པོར་ལྟ། ན་ནིང། སྲིད་སྐྱོང་སྤེན་པ་ཚེ་རིང་གིས་ག་རེ་གསུངས་པ་རེད་ལགས་ན། ང་རང་ཚོ་བུད་མེད་སྒྲིག་འཛུགས་ནང་ལོགས་ལ་ཨ་ནི་བུད་མེད་སྒྲིག་འཛུགས་ཀྱི་རྐུབ་བཀྱག་དེ་ཚོ་དམ་རུ་གཏང་ཡག་ད་ཨ་ནི་ཤུགས་ཆེ་རུ་གཏང་ཡག་ད་ཨ་ནི་ག་ལོག་རེད། ཚ་ཚོམ་བུ་ཡག་པོ་བཟོས་བཞག་ཡོད་དེ་ག་འཇུ་མ་འཇུ་སླེ་ཐུ་ས་མེད་ལ་ནི་གསུང་ཚར་བ་རེད་རོ། ད་དེ་ག་འཇུ་མ་འཇུ་དེ་ག་འདྲེ་གི་རྣམ་པ་ལ་སླེ་གི་ཡོད་རེད་ག་འདྲེ་ཨ་དེ་རྒན་དེ་ཁྱོ་བས་ཁྱོ་གུ་རེད་བས་མ་རེད་དེ་ང་ཚོ་བཞིན་ལྟ་རྒྱུར་ད་ཁ་ཤས་ཁ་གྲགས་མ་ཕོད་ངེས་དེ་འདྲེ་ཡོད་རེད། རེད་བ། ད་དངོས་གནས་ཡིན་པ་ལ་ཡིན་པ་ལ་ནི་ཁ་གྲགས་ཕོད་ངན་དེ་ཚོ་ལ་ཨ་ནི་ཁྱེད་རང་ཚོས་ཀྱི་སྒེར་དོན་དང་ཨ་སེམས་པ་ནག་པོ་བྱིས་པའི་ཀྱི་སྐད་ཆ་དང་ཨ་ནི་ད་མགོ་ད་རིང་དེ་བ་ལ་བལྟ་ཡོང་དུས་ཀའང་གདོང་པ་སྲ་བོ་དེ་འདྲ་མང་པོ་དོན་ཡོང་གི་འདུག་བ་དྲ་རྒྱ་གང་ལ་དེ་ཚོ་འདྲ་པོ་ཞིག་ཡིན་པ་ཡིན་ན་དངོས་གནས་ང་རང་ཚོ་ཀྱི་སྤྱི་པའི་ཕན་ཐོག་འགོ་དུས་གང་ལ་དོན་ཡང་ཡོད་མ་རེད་ཨ་ནི་གང་ག་ཚ་ཚ་བར་བ་ཨ་ནི་ཁོ་རང་ཚོ་མ་གཏོགས།

ཨོ། དེ་དུས་ཀ་ལས་ངེད་ཀྱིས་འདི་གི་འགྲེལ་བཤད་རོབ་ཙི་ཅིག་ངས་རྒྱབ་ཚར་བ་ཡིན། དེ་ལྡང་པོ་ད་རིང་སྤྱི་ཚོགས་དྲ་རྒྱ་ནང་ལོགས་ལ་ག་རེ་དང་ག་རེ་དོན་རྒྱུས་ཡོད་པ་ཡིན་ན། ཁྱེད་རང་ཚོ་འགའ་ཤས་ཀྱིས་ཨམ་ཆོས་ཡག་པོ་ཉན་ཡོད་མ་རེད་ཨམ་ཆོས་ཉན་པ་ཡིན་ན་ཁྱོད་རང་ཚོ་གིས་རྩ་གཅོད་བྱས་ཡོད་མ་རེད་དུས་གོ་ས་ཀྱི་ང་ཚོ་གི་སྤྱི་ཚོགས་ཀྱི་རྗེས་ལུས་ཡོད་རེད། ང་ཚོ་སྤྱི་ཚོགས་དེ་ག་རེ་རེད་ལབ་བ་ཡིན་ན Bani Banaye Khana ལབ་ཡོད་དོ། བཟོས་ཚར་ཁྱོད་ཀྱིས་ཁ་ལག་ཟ་ཆོ་ཆོ་འདྲ་བོ་ཅིག་མ་གཏོགས་དངོས་གནས་དཔྱད་ཞིབ་བྱས་གོ། ཞིབ་འཇུག་བྱས་གོ་གོ་ཐག་ཆོད་གོ་ལས་ཀྱི་རྣམ་དཔྱོད་དེ་ཡོད་མ་རེད།

རོ། བཤད་ཚར་བ་ཡིན། ཨ་ནི། གོ་དང་མ་གོ་ཁྱེད་རང་ཚོ་གི་ཨམ་ཆོག་རེད། དེ་ནས་གོ་ནས་དེ་ནས་གཡུག་གི་ཡོད་པ་ཡིན་ན་དེ་ཨམ་ཆོག་མ་རེད་ལ་ནི། དེ་ཚོ་གང་ག་བཤད་ཚར་ནི་ད་འདོད་ཡིན་ནས་ཡང་སྤྱི་ཚོགས་ནང་ལོགས་ལ་སྡུག་བཞིན་འགྲོ་བསྡད་ཀྱི་འདུག་ན་དེ་ཚོ་གང་ག་གྲབས་ཆག་རེད་ད་མི་མང་དེ་ཚོ། དེ་ཚོ་གྲབས་ཆག་རེད་དེ་ཚོ་ཧང་སངས་ཨེ་ཡོད་མར་དེ་འཇིགས་མེད་ཨོ་རྒྱན་ལ་ཡ་དེ་ཚོ་འདུག་ཨ། དེ་ཨ་ཧ་མོ་མིན་ལ་ཡ་འདྲ་བོ་དེ་ཚོ་ད་ཨ་ནི་ཨ་མདའ་དེ YouTube ནང་ལ་ཛ་ར་པ་ར་ར་བ་ར་བའི་དོན་ཡོང་གི་འདུག་ཨ། ཆ་ཚང་དེ་ཚོ་གི་ག་ཅིག་ལ་ན་དེ་ཚོ་ལ་དགོས་ཡ་དེ་ཀ་འདྲེན་ལྕགས་པོ་རེད། བཀའ་དྲིན་གྱི་རྒྱུས་ནི་ཁོ་རང་ཚོ་བྱེད་ཀྱི་ཡོད་རེད། ཨ་ནི་བཀའ་དྲིན་ནི་གཅིག་རག་གི་ཡོད་ཡིན་ཙང་ཁོ་རང་ཚོ་གི་བྱེད་ཀྱི་ཡོད་རེད་མ་གཏོགས་གཞན་དངོས་ཡོད་གནས་ཚུལ་ལ་སྤྱི་ཚོགས་ལ་ཕན་པ་བཅས་བྱེད་ཀྱི་ཡོད་མ་རེད། དེ་འདྲའི་རྐྱང་རྐྱང་བྱེད་བྱེད་གཉིས་ཀྱིས་ང་ཚོ་ད་ལྟ་བར་དུ་སྡུག་སླ་བ་རེད། ཨ་ནི་ག་ཤེད་ཅིག་གིས་ད་ཅི་ལ་ཡ་ལ་གི་འདུག་ཨ། དེ་ཁམ་གས་ཁམ་གས་ཀྱང་ནི་ལ་ཡ་ལ་གི་འདུག་ཨ། མི་ལུས་ཧྲིལ་པོ་ཅིག་སྡུག་བྱེད་ནི་འཛོག་འགྲོ་གི་ཡོད་རེད། ཨ་ནི་ཚ་ཚ་བ་རེད། ཨང་ང་ཚོ་ད་ག་རང་རེད་ལ་གི་འདུག་ད་ག་རང་རེད།

ལ་ནི་ངས་ཚང་མ་ལ་ཚུར་བསྡུ་རུ་བྱས་ཀྱི་སྐད་ཆ་ཅིག་བཤད་ཡིན་དེ་སུ་གའི་རྣ་བ་ལ་འགྲོ་མི་འདུག་ཨ་གལ་ཡོག་མ་རེད་ཨ་ཁྱེད་རང་ཚོ་བྱེད་སྟངས་དག་རང་ཡིན་པ་ཡིན་ན་ཨ་ང་ཚོ་ལ་ལ་བས་ཡོག་མ་རེད་མ་གཏོགས་གཞན་དེ་ཡང་ད་མ་འོངས་པ་ལ་ཡིན་ན་ཡང་རྒྱལ་བོ་རིན་པོ་ཆེ་ལ་ན་ང་རང་ཚོ་བོད་མི་རིགས་ཀྱི་ངོ་བོར་བ་ང་རང་ཚོ་གི་ངོ་བོ་ག་ལ attack རང་རང་འཇགས་རང་འཇགས་སླེ་གི་རེད་རྒྱལ་བོ་རིན་པོ་ཆེ་ནི་ཁོང་ལོ་འབྲས་བུ་འཕེལ་ཚར་རེད་ཨ་འདི་འདྲའི་འདྲ་བོ། ཨ། ཁྱེད་རང་ཚོ་ཆབ་སྲིད་ལ་དོན་སྣང་མེད་ཁྱོད་འདྲ་བོ་ཅིག་ཡིན་པ་ཡིན་ན་དེ་འདྲའི་འདྲ་བོ་སྐད་ཆ་ཡང་སྲིད་ཡང་སྲིད་གླེང་སྲིད་ཀྱི་རེད་སོ་སོ་ནང་དགོང་ནང་ལོག་ལ་ཁྱེད་རང་ཚོ་གི་རྩོད་པ་རྩོད་ལེན་བྱེད་པ་བྱེད་དགོས་ཀྱི་ཆགས་ཀྱི་རེད་ཕྱི་ལོག་ལ་ཡིན་ནའི་བྱེད་དགོས་ཀྱི་ཆགས་ཀྱི་རེད་ཨ་ནི་ཁྱེད་རང་ཚོ་དངོས་གནས་ཤེས་ལྡན་ངན་གྱི་ཁ་དེ་ལ་ཕར་བེད་འགྲེད་རྒྱབ་ཨ་ནི་ལྷན་པ་རྒྱབ་ནས་བཞག་བཞག་ཚར་བ་བཞེས་ལ་ཨ་ནི་ཁྱེད་རང་ཚོ་སུ་དེ་སུ་གི་ག་ཚོད་ཚོད་ཤེས་ཐུག་གི་འདུག་ང་ཚོ་ལྟ་གི་ལྟ་གི་བྱེད་ཡ་ཡིན་ལ་ཨ་ནི་དེ་འདི་དེ་སྙམ་ཨ་བློ་བཟང་སེང་གེ་སྲིད་སྐྱོང་ཡིན་པའི་སྐབས་ལ་སྲིད་སྐྱོང་སྤེན་པ་ཚེ་རིང་དེ་དུས་གང་ལ།

ཐག་རིང་པོ་གི་སྒྲ་ཇི་གི་མར་ད། ཉེ་འགྲམ་རེ་ངེ་འཛིན་གི་སྒྲ་ཇི་གི་རེ་ལ་ཡིན་པ། དེ་སྐད་ཆ་དེ་ཏག་ཏག་དེ་སྐད་དུ་བ། ཆོས་པ་ཡིན་ལ་བོར་དེ་བབ་ཅོ་པྲ་ཁོ་རང་ཆོས་པ་ཡིན་ལ་བོར་དེ་དང་དེ་འདྲ་བོ་གི་ཆོས་པ་དེ་ཚོ་ང་ཚོ་མང་པོ་མཐོང་ཡོད་རེད་ཨ་རི་དེ་བ་ལ། གང་ག་ཆོས་པ་གི་མིང་གི་ཨན་དེ་ནས་ག་ལ་བོ་རེད། ག་ས། ད་ག་རང་ཆོས་དེ་བཙོང་ནས་འགྲོ། ཨ་ནས་མིང་རྫིག་པོ་ཅིག་བཟོས། ཨན་ག་འཚམ་ཅིག་ལ་ཚང་མ་ལྷ་ཆ་གཉིས་དྲུག།

འདི་ག་རེ་ཅིན་ལེ་ཡོད་མ་རེད་ངས་གོ་ཚོད་མ་སོང།
སྐུ་ཞབས་དང་འབྲེལ་བའི་ཐོག་ནས་གྲོས་ཚོགས་ནང་ལ་གླེང་སློང་བྱུང་ཡོད་རེད་ལྷག་པར་དུ་སྐར་མ་གཅིག་གོ།
ང་ཚོ་གི་ནང་ལོགས་ལ་གནས་སྟངས་འདི་དང་འདི་འདྲ་བོ་འདི་ག་རེ་ཅིན་ནས་གླེགས་ཀྱི་ཡོད་རེད་ལབ་པ་ཡིན་ན། ག་ཅིན་ཐ་ན་ང་ཚོ་རྡོག་རྩ་གཅིག་སྒྲིལ་ལ་བབ་འགོ་རུ་ཐུག་གི་ཡོད་མ་རེད། ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་ཁྱེད་རང་ཚོ་གི་བལྟ་བ་ཡིན་ན་དགའ་ཤ་གཏམ་གྱི་ཐོག་ཐག་ལ་ཡ་དེ་ཨ་ནི་ལྡི་ལི་ཆུ་བཞི་སྒང་དྲུག་གི་བཟོས་བྱ་རྒྱུ་ཅིག་ཡོད་རེད་དེའི་ནང་ལོགས་ལ་ཨ་ནི་ད་ད་རིང་འདོད་འདོད་ཀྱི་སྤྱོད་པ་བྱེད་སྟངས་དེ་ག་འདྲའི་སྡུག་དང་མི་སྡུག་དེ་ང་རང་ཚོ་གི་ད་རིང་འོད་ལ་མཐོང་ཡོད་རེད་དེ་གིས་ང་ཚོ་ག་དུས་ཨེ་ནས་གཅིག་སྒྲིལ་ཆགས་ཐུབ་ཀྱི་མ་རེད་དེ་འདྲའི་འདྲ་བོ་བྱེད་སྟངས་དེ་ང་ལ་ད་འདྲའི་ངེད་ཅག་འོད་ཀྱི་སྔས་དེ་ལ་ཨ་ནི་ཨུ་རྒྱན་སྟོབས་རྒྱལ་གྱི་ཨ་ནི voice recording ཅིག་འགྲོ་བསྡད་འདུག་ཨ།

ལྟ་གི་ཡོད་རེད་དང་ལྟ་གི་ཡོད་མ་རེད་པས་སྐད་ཁོ་གི་སྒྲོག་འགྲོས་ལྟར་ར་ལ་གཅིག་པོ་མཐོང་གི་ཡོད་རེད་པས་ལ་དྲི་བར་གདའ། འོ་འདི་ཅི་ཡིས་ཆགས་གོ། དེ་ག་གཅིག་པོ་ཚད་གི་མ་རེད་དོ་གལ་གྱི་རྙོག་དྲ་ཇི་ཡིས་ཡོད་རེད་དོ་གལ་གྱི་རྙོག་དྲ་དེ་ང་རང་ཚོ་ཨ་རོ་ཁམས་པ་གི་མགོ་གང་ལ་གོང་བའི་རྩ་བ་ཉིད་ནས་མི་འདུག་འདི། དོ། དབུས་གཙང་དང་མདོ་སྨད་ཨ་ནི། དོ་གལ་ནང་ལ་ཡོད་རེད་ལ་ནི་ལབ་ཀྱི་འདུག་ལ་འདི་གང་ལ། ཨ་ནི་ང་རང་ཚོ་ཨ་རོ་ཁམས་པ་དེ་ཚོ་ཧར་བརྟན་ཧར་དྲག་ནས་པིའུ་འཁྲབ་ནས་ཨ་ནི་མགོ་གང་ལ་ཞྭ་མོ་ནག་པོ་དེ་གྱོན་པ་རེད།

འོས་འཕེན་འཕེན་བྱས་ནས་ད་འདོད་ཡིན་ནའི་ཁྱོད་རང་ཚོ་གི་སྐྱབས་ཐུག་མི་འདུག་ཨ། ཨ། ཐོངས་སོ་ཨ། ང་ལ་ཁྱོད་རང་ཚོ་གི་གནོད་པ་བྱས་བྱས་ག་ཚོད་བྱས་པ་ཡིན་ནའི་ང་ལ་འོས་ག་ལ་གང་འཚམ་ཞིག་རག་ཡོད་ད་ཧ་གོ་སོ་ཨ། ཨ་འདི་དེ། ང་རང་ཚོ་གི་འདོད་འདོད་གི་གཅིག་པོ་ཨ་ང་ལ་གནོད་པ་བྱེད་གོ་མར་ད་ཧ་གོ་སོ་ཨ། དེ་དེ་ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་མི་ཁྲ་ཁྲ་པ་ཁྲ་ཡོད་རེད་ལ་ངས་ནམ་ཞར་རྒྱུན་དུ་ལ་དེ་གི་འདུག་ཨ་དེ་རེད་ཁ་ཚན་གཅིག་གི་ང་ལ་ག་རེ་ལ་ཡོད་དང་ཁྱོད་རང་ལ་དར་ནག་ཚོགས་པ་གི་བླངས་མ་སོང་ཨ་འགྲོ་ལེགས་འདུག་ང་ཐ་ན་ཚོགས་པ་གི་བླངས་དང་མ་བླངས་སྐད་ཆ་ཡོད་མ་རེད། དེ་ངས་སྤྱི་ཚོགས་ནང་ལོགས་ལ། ག་དུས་ཡིན་ན་ཡང་སྤྱི་ཚོགས་ལ་ཕན་ཡག་ཅིག་བཤད་ཀྱི་ཡོད་ཡིན་ཙང། ག་ཤེད་ཆབ་སྲིད་མགོ་འཁོར་ར་མ་ཚུགས་ངས་དེ་ཚོ་གི་ཨ་ནི་ལས་ཀ་དེ་བྱེད་སྟངས་གི་བྱས་ནི། ཨ་ནི་ང་ལ་ཐོབ་ཡོད་མ་རེད་མ་གཏོགས་ངས་དེ་ཐ་ན་ཚོགས་པ་གི་གཅིག་པོ་བྱེད་ཀྱོག་རེད་ངས་དྲན་གྱི་མི་འདུག་ཧ་གོ་སོ་ཨ། འོ་དེ་ག་གཅིག་པོ་ཚེག་མར་ང་ལ་འོས་འཕེན་མཁན་དེ་ཚོ་ཧ་ལས་པའི་གི་ཨ་སེམས་ཤུགས་ཆེན་པོ་དེ་ཚོ་དངོས་གནས་ཐོད་ཅིག་ཆད་ལེ། རེད་བ། ཡིན་ན་ཡང།

སྐུ་ལས་རྒྱལ་ཡོད་རེད། དེ་པག་ཅོ་པྲ་གི་ཟ་ཟི་བྱེད་ཀྱི་འོག་རེད་དེ་པག་ཅོ་པྲ་དང་ཁོ་དང་ཁོ་འདྲ་བོ་དེ་ཚོ་གི་ཟ་ཟི་བྱེད་ཀྱི་འོག་རེད་དེ་འདྲ་བོ་མི་དེ་ཚོ་བྱ་དགའ་བྱུང་ཡོད་དེ་འདྲ་མང་པོ་གླེང་གི་རེད། ཡིན་ནའི་ཡང་ད་རིང་ཉིན་མོ་འཇུས་གི་འདུག་བས་འཇུག་མི་འདུག། གཅིག་པ་གཅིག་རྐྱང་ང་རང་ཚོ་གི་སྤྱི་ཚོགས་ནང་ལོགས་ལ་ངས་གི་དཀའ་ལས་ཀྱི་རྒྱ་བྱ་ཡོད་རེད་བ་དེ་གཞན་པས་གི་ཟ་ཡག་ཐབས་ཤེས་མང་པོ་བྱས་པའི་གཉེན་མ་ཞེ་སྡང་ནི་འགྲོ་དུས་གང་ལ་ཨ། གཞན་པས་གི

ཨུམ། ཨ་ནི་ཁྱེད་རང་ཚོ་གི་དོན་སྣང་ཡོད་པ་ཡིན་ན་འཛམ་བུ་གླིང་ནང་ལ་ལྟ་དར་བ། ཁ་ཅིག December དང January གི་འགོ་དེ་བ་ལ། དེ America གཡག་ཡོན་དང Canada གཡག་ཡོན་དང་དེའི་གཡག་ཡོན་ལ་སྤུ་གུ་བུ་མོ་ལོ་ག་ཆུན་ཆུན་དེ་འདྲ་ག་ཚོད་མང་པོ་བརླག་གི་འདུག་རོ། དང་པོ་ད་རིང་ལ་རྒྱ་གར་ནང་ལོགས་ལ། ཉི་མ་རེ་རེ་ལ་མི་ལྔ་བཅུ་ང་བཞི་ཨ། ཟླ་བ་ཕྱེད་ཀ་ནང་ལོགས་ལ་མི་བརྒྱད་བརྒྱ་བདུན་བརླག་འདུག་འདི་བརྒྱད་བརྒྱ་བདུན་ནང་ལོགས་ལ། བུ་མོ་དང་སྐྱེས་དམན་རིགས་མང་ང་བརླག་གི་འདུག་འདི་ནང་ལོགས་ལ་རྒན་གོག་དང་ཕོ་སར་དེ་ཚ་བརླག་གི་འདུག་ལབ་གི་འདུག་ཨ། རྒྱ་གར་ལྡི་ལི་ལ། ལྡི་ལི་གཅིག་པོ་ལ་རེ་ད། ཨ། ཉི་མ་རེ་རེ་ལ་མི་ལྔ་བཅུ་ང་བཞི་ང་ང་ང་དེ་འདྲས་བརླག་འགྲོ་གི་འདུག་ལ་འདི་ག་ལ་སེམས་ཁྲལ་བྱེད་དགོས་ཀྱི་རེད་ང་ཚོ་དུས་ཀྱི་མཐའ་མ་ལ་སླེབས་ཚར་བ་རེད་ངོ་ལེན་གྱིས།

སྤེལ་ཡོད་རེད་བ། ད་ཐིམ་དང་མ་ཐིམ་དེ་དེ་ང་རང་ཚོ་མི་མིག་རིག་ལ་ལས་གི་ཡོད་ར་ལས་གི་ཡོད་རེད། ཡིན་ནས་ཡང་ད Grammy Award ལ་དེ་གང་ལ་དེ Grammy Award དེ་གི་རྒྱབ་ལྗོངས་བསྔོགས་པ་ཡིན་ན་ཡག་ད་ཅིག་ཡོད་མ་རེད་དྲང་པོ་བཤད་པ་ཡིན་ན་རེད་བ། མང་པོ་གཅིག་གི་དགའ་བསུ་བྱེད་གི་འདུག་བ Grammy Award ཐོབ་རེད་ལ་ནི་ཡག་པོ་རེད་ཡག་ཐོབ་དགོས་ཡ་ཅིག་རེད Grammy Award ལས་ལྷག་བརྩི་བྱེད་འདུག་ན་དེ་ཐོབ་དགོས་ཡ་རེད། ཡིན་ནས་ཡང Grammy རང་གི་རྒྱབ་ལྗོངས་བསྔོགས་པ་ཡིན་ན་རྒྱབ་ལྗོངས་ཡག་པོ་ཡོད་མ་རེད་ཅིག།

བོད་དང་བོད་དོན་གྱི་སྐོར་ལ་བཤད་བཤད་ནས་ཁོ་རང་གི་སྡིངས་ཆ་འགྲོ་གི་ཡིན་ནས་བརླགས་པ་རེད་ད། ང་རང་ཚོ་སྤྱི་ཚོགས་ནང་ལོགས་ལ་དེ་དང་དེ་འདྲ་བོ་གི་བློས་བཏང་བྱེད་ཐུབ་མཁན་ག་ཚོད་ཡོད། རེད་བ། Richard Gere འདྲ་བོ་ཅིག་ཡིན་ན Hollywood ནང་ལོགས་ལ་ཡོད་ན་མེད་ན་ཨ་རི་ནང་གི་ད་ཡོད་དགོང་ཀ་ནང་གི་གསེར་རི་ཆག་གོ་རེད། ཁོ་རང་ཡིན་ནས་ཁོ་རང་གི་ས་ཆ་དེ་གཡུག་ཐུབ་གི་ཡོད་རེད་ད་བོད་རྩ་དོན་དོན་དག་ལ། ཁོ་བོད་པ་མ་རེད་ད་ཡིན་ནས་ཡང། ཨ། རྒྱ་བོ་རུམ་གཅིག་གི་གྲོགས་པོ་ཡིན་རྒྱ་བོ་རུམ་གཅིག་གི་སློབ་མ་ཡིན་བསམ་ནས་སོ་སོ་གི་བརྩི་ས་བླ་མ་དང། སོ་སོ་གི་དགའ་ས་གི། མིའི་རོགས་པ་ལ་དེ་དགོས་ཀྱི་བརྩི་བཀུར་ཡོད། ང་རང་ཚོ་གི་བོད་མི་རིགས་འདི། སོ་སོ་གི་མི་ཕ་ཞག་དང་ཨ་ནེ་དང་པོ། སོ་སོ་གི་རྩ་དོན་ཕ་ཞག་དང་ར་སོ་སོ་སོ་སོ་ལ་སོ་སོ་གི་མ་འོངས་པའི་སྤུ་གུ་དེ་ཚོ་ལ་ཤ་ཚ་ཡོད་པས་ལ་ནི། སྒེར་གྱི་སྒེར་དོན་འདི་བློས་ཐུག་གི་ཡོད་མ་རེད། མིག་དཔེ་འདྲ་བོ་ཞིག་བལྟ་ཡ་ཡིན་ན་འོང་འདུག་ཟེར་ནས་བལྟ་ཡ་ཡོད། དེ་འདྲའི་བྱས་ཡོད་འདི་གང་ལ་ད་དངོས་གནས་བསམ་བློ་བཏང་ཡར་ད།

ཨཱ་ནི། Solution། ལ་བབ་ཀྱི་མེད་ཡིན་ཙང། ཨཱ་ནི། ད་ལྟ་གཅིག། སླེ་གི་རེད། འདི་ལ Drill བྱེད་ཀྱི་རེད། སང་ཉིན་གནངས་ཉིན་གཅིག་སླེ་གི་རེད་དེ་ལ Drill བྱེད་ཀྱི་རེད་ཨེ་འདྲས་ཨེ་འདྲས་བྱས་ནས། ཨཱ་ནི། ག་བུ་བཙུགས་ཀྱི་བཙུགས་ཀྱི་རྐང་པ་བཙུགས་ཀྱི་བཙུགས་ཀྱི་ལག་པ་བཙུགས་ཀྱི་བཙུགས་ཀྱི་བྱས་ནས་ཨེ་འདྲས་ཨེ་འདྲས་བྱས་ནས་མི་ཚེ་ཁྱོད་དུ་འོར་ད། ཞེས། Solution། ཨ་མ་སྟོན་པ་མེད་ད་ངེད་ཀྱིས Solution ཆ་ཚང་སྟོན་སྤྲད་པ་ཡིན། ཡིན་ན་ཡང་ཁྱེད་རང་ཚོ་ལ་ང་སྡོད་ཀྱི་མེད་ན་ཨ་ན I have no choice right so འོ་དེ་རེད། ཨ་ནི་འདི་དང་མཉམ་དུ་དེ་སྲིད་སྐྱོང་སྤེན་པ་ཚེ་རིང་རེད་ཁོ་རང་གི་སྙེ་མ་གྲོས་ཚོགས་ནང་ལོགས་ལ་ག་རེ་གསུང་གི་འདུག་ཨ་ནི་རྒྱ་བོ་རོམ་གྱི་ད་དེ་དང་དེ་འདྲ་བོ་མང་པ་ལས་དེ་འདྲའི་འདྲ་བོ་གནས་ཚུལ་མང་པོ་གླེགས་ཀྱི་རེད་ཧང་སང་ཡ་ཡོད་མ་རེད་བཞེད་དགོས་ཡ་ཡོད་མ་རེད་དེ་སུ་གིས་བྱས་པ་རེད་ལ་ན་ང་རང་ཚོ་ནང་སྐོར་ལ་དཔེ་ཤག་འགའ་དྲ་ནས།

ག་ལ་འོ་རེད། མིང་རྗེས་བཟོས་དམག་ཁ་བཟོས་བྱེད་རྒྱུ་དེ་ང་རང་ཚོ་གི་བོད་པའི་གི་ངོ་བོ་གི་མིང་ལ་ཨ་ནི་དངོས་གནས། རྒྱ་བོར་མཆིས་གི་དཀའ་ལས་རྒྱག་བྱ་རྒྱུ་དེ་ང་ཚོ་དེ་དཔེ་ཤག་རག་ན་འགྲིག་གི་འདུག་ཨ། སྐྱིད་པོ་བྱུང་ན་འགྲིག་གི་འདུག་གནས་སྐབས་རུང་བ་བྱུང་ན་འགྲིག་གི་འདུག་ལ་ནི་ཕུགས་རྒྱང་རིང་པོ་ཅིག་བལྟ་གི་མེད་ཡིན་ཙང་ང་ཚོ་ལ་དཀའ་ངལ་འདི་དང་འདི་འདྲ་བོ་འཕྲད་གི་འོ་རེད་ང་ཚོ་ལ་སྡིག་པ་བསགས་ཐག་ཆོད་བསགས་གི་རེད་ང་ཚོ་ལ་སྡིག་པ་བསགས་གི་རེད་ད།

ཨ་རིའི་ལུང་པ་ནང་ལོགས་ལ་སྡིག་པགས་ཅོ་པྲ་འདྲ་བོ་དེ་འདྲའི་བླ་མ་དེ་འདྲ་མང་པོ་བྱུང་ཡོད་རེད་མི་ཕྱུག་པོ་གི་བླ་མ་ལ་ནི། ཨ་རྐང་ཚོ་ནི་ཁོ་རང་ཚོ་ཕྱུག་པོ་ཕྱུག་པོ་གི་དཔེ་ཆ་དེ་ཚོ་སྒང་ལ་ཁོ་རང་ཚོ་སྐབས་རེ་སྐབས་རེ་དེབ་བྲིས་གོ་གི་འདུག་སྐབས་རེ་སྐབས་རེ་མིང་བཟོ་གོ་གི་འདུག་ལ་ནི། ཨ་ནི་ཆོས་ཀྱི་སྒང་ལ་ཨ་རྒྱ་བོ་རིན་པོ་ཆེ་གི་སྐུ་ཚབ་ཡིན་མདོག་མདོག་བྱས་ནས་ཨ་དོན་དོན་ངན་དེ་འདྲའི་ཨེ་འདྲ་འདྲ་བོ་དགེ་ཕྲུག་མང་པོ་ཡོད་རེད་དེ་ག་གཅིག་པུ་ཚད་ཀྱི་མ་རེད་རྒྱ་བོ་རིན་པོ་ཆེ་གི་དབྱངས་ཡིག་ལ་ཡང་ཡག་པོ་མ་ཕྱིན་ངེས

འདི་དང་འདི་འདྲ་བོ་དེ་འདྲས་ད་མིང་གཅིག་བཙོག་པ་ནང་འཛུལ་ཚར་དུས་གང་ན་བཙོག་པ་ནང་ལ་ཁྲུས་ཁྲུས་ག་བསྡད་ཀྱི་རེད་ད་ག་རང་རེད། ང་ཚོ་དེ་བཙོག་པ་ནང་ལོགས་ནས་ཕ་བྲལ་ནས་བསྡད་ཐུ་ཡ་དེ་ང་ཚོ་ག་དུས་ལས་ཀྱི་རེད་ལ་ན་ང་ཚོ་བོད་པ་རྡོག་རྩ་གཅིག་སྒྲིལ་གཅིག་ལ་བབ་ན་ཐུ་ན་ཨ་ནི་ལས་ཀྱི་རེད། ཡིན་ན་ཡང་ང་རང་ཚོ་ལ་དེ་འདོད་ཀྱི་མི་འདུག་ང་རང་ཚོ་ནང་མགོ་ནང་མགོ་ལ་འདོད་ཀྱི་མི་འདུག་དེ།

དེ་རྣམས་རྒྱུད་ཅིག་སྟོན་འགྲོ་ངེས་ཡོད་རེད། ཁ་ཤས། དེ་དང་དེ་གི་བར་ལ། མགོ་སྐོར་བསླུ་བྲིད་བར་ལ་འགྲོ་བདེ་ངེས་ཅིག་ཡོད་རེད། ཁ་ཤས་རྒྱ་མིག་གི་ལས་ཀ་བྱེད་ངེས་ཡོད་རེད། འོ། དེ་འདྲའི་བྱེད་ཀྱི་ཡོད་ཡིན་ཙང། ཨ་ང་ཚོ་ནང་ལ་ཐུག་གི་ཐུན་གྱི་ཡོད་མ་རེད། ཚ་ཚོམ་བུ་ཆགས་ཀྱི་ཡོད་མ་རེད། ཕྲག་དོག་དང། ག་ལོག་རེད། ཞེ་སྡང་གཏི་མུག་གི་ཚོད་དེ་གི་དེ་འདྲས་ཡོད་རེད། འོ་དེ་ཕྱི་ནས་འགྲིག་གི་ཡོད་མ་རེད། དེ་ནང་ལོགས་ལ་ངས་ཨ། མ་འོངས་པ་ལ་ཡིན་ན་ཡང་ངས་ད་རིང་ཨ། ཁྱེད་རང་ཚོ་ལ live བྲོས་ཡ་དེ་ངས་ད་རིང། last and final ཡིན། དེ་གི་ནང་ལོགས་ལ་ངས་ག་རེ་ཅིག་བཤད་ཡ་ལ་ན་མ་འོངས་པ་ལ་ཡིན་ན་ཡང་རྒྱ་འོར་མོ་ཅེས་གི་མཚན་དེ་ཨ། དུ་རིང་ངེ་འཛིན་ནང་བླུག་ཡ་གི་ཐབས་ཤེས་བྱེད་གི་རེད། ཨ། བྱས་པ་དེ་ལ་ང་ཚོ་ཧང་སང་ཡ་ཡོད་མ་རེད། ཞེད་དགོ་ཡ་ཡོད་མ་རེད། གར་ཕྱིན་ལ་ན། དེ་འདྲས་འདྲ་བོ་གི་རྙོག་གླེང་ཅིག་ང་རང་ཚོ་གི་ནང་ལོགས་ལ།

བོད་ཆས་གཏང་གི་ཡོད་རེད་ཨ་ནི་རྐང་བཙུགས་ནི་ཨ། དེ་ཞི་བུ་ཅིག་ཡག་པོ་བྱས་ཡིན་གདོང་མདོག་བྱས་ནི་ཡག་པོ་ལ་ཕན་ཐོགས་ཀྱི་ཡོད་མ་རེད་ཁྱེད་རང་ཚོ་གི་བརྟན་བཞུགས་ལ་ན་རེ་ཆོས་པ་ལ་ན་རེ་དེ་ཡག་ག་ལ་ཚུད་གི་མི་འདུག་ལ་དགོས་ཀྱི་རྒྱུ་མཚན་བར་ཆད་འདུག་ཨ་བར་ཆད་བཟོ་གི་འདུག་ལམ་འགྲོ་ཡོང་གི་མི་འདུག་ལ་དགོས་ཀྱི་རྒྱུ་བ་རྒྱུ་མཚན་གང་ག་དེ་ལ་ཐུག་གི་ཡོད་རེད་ད།

ང་རང་ཤེས་དགོས་ཡ་ལྟས་སུ་བཤད་པ་ཡིན། རྗེས་སུ་ཁྱེད་རང་ཚོ་དྲི་བ་ཞིག་ལན་དུ་ཡོད་ན་བཏང་ཞུ་ཟེར་བསམ་པ་ད་གནས་ཚུལ་ད་ག་རང་གང་ལ་ཡ། ཕ་གའི་བོད་རིགས་སྤྱི་མཐུན་ཚོགས་པ་རེད་ལས་ཀ་བྱེད་མཁན་རེད་མི་མང་རེད་དེའི་ནང་ནས་བསམ་ཚུལ་ཤུགས་ཆེན་པོ་ཡོང་རྗེས་ཁོ་རང་ཚོ་ལས་ངས་ཞུ་ཡ་བྱུང་ཁོ་རང་ཚོ་སྤྱི་བཏང་གི་དགའ་ནས་ཕོ་བྲང་གི་སྐུ་ཚབ་དེ་འདྲ་རུ་ཞུ་ཡ་ཞུས་བཞག་ངག་ཐོག་ནས་ཞུས་བཞག་ད་གང་བྱུང་པ་དེ་ཡིག་ཐོག་ལ་བཀོད་རྗེས་ཡ་བཏང་ཡོང་པ་ཡིན་ན། ཆེ་བ་བྱུས་བ་རེད་ཅེས་ནས་ཞུས་པ་ཡིན། ཁ་ཅིག་ཀ་ནས་སྲིད་སྐྱོང་མཆོག་གསུངས་པ་ནང་བཞིན་བྱས་ནས་ང་ལས་དེ་རེ་ཞུ་ཆོག། ད་འབྲེལ་བ་ཆགས་ས་འདི་ད་ངས་མིང་བཏོན་བྱས་ན་ཡག་གི་རེད་བསམ་གི་འདུག་ང་ལ་ཐེར་འདོན་རང་བྱས་ཤག་བས་ཡིན་ན། རྣམ་རྒྱལ་ཁྲ་ཚང་གི་སྐུ་ཞོགས་བསྟན་འཛིན་དོན་ལྡན་རེད། དེང་སང་མང་ཆེ་བ་ཅིག་ཨ་རི་དུ་བ་ཞུ་གི་ཡོད་རེད། ཁོང་ལས་སྤྱི་ནོར་ཁོང་ས་སྐྱ་མོ་ཆུ་མོ་མཆོག་གི། ཡིད་ཆེས་གནང་ཆེད་ཁོ་རང་གིས་ཞུས་བྱས་པ་དེ་གའི་དེའི་བཀའ་འཁྲོལ་རག་ནས་ད་གོ་སྒྲིག་འགྲོ་གི་འདུག་གསུངས་གནང་གི་ཡོད་རེད། དེ་རྒྱལ་བ་རིན་ཆེན་ཡིད་ཆེས་གནང་བ་ནང་བཞིན་བྱས་ནས་ཁོ་རང་ཡིན་པ་ཡིན་ནས་འགན་འཁེལ་སྟངས་དེ་ཡག་པོ་ཅིག་འཁེལ་བ་ཡིན་ན་ད་ལྟ་གནས་ཚུལ་དེ་ཆགས་གི་མ་རེད་བསམ་གྱི་འདུག་དེ་ནང་ནས་ཅིག་ཁ་ཟིན་དཔལ་ལྡན་བདེ་སྲུང་བཀའ་བློན་མཆོག་གསུངས་པ་རེད། གང་ཟག་སུ་ཡིན་མེད་ང་ཚོ་ཤེས་ཀྱི་ཡོད་དེའི་རྒྱབ་ལྗོངས་ཤེས་ཀྱི་ཡོད། དེ་རྒྱལ་བ་རིན་ཆེན་ལ་དད་པ་ཞུ་མཁན་རེད་རྒྱལ་བ་རིན་ཆེན་ཡིད་ཆེས་ཡོད་ས་ཅིག་རེད། ཡིན་པ་ཡིན་ནས་ཁོ་རང་སྒེར་གྱི། སྤྱོད་པ་དང་རྣམ་འགྱུར་བསྟན་སྟངས་དང་དེ་ཚོའི་ཐོག་ནས། ཨ་ལས་ཀ་བྱེད་སྟངས་དང་དེ་ཚོའི་ཐོག་ནས་ད་གནས་ཚུལ་དེ་ཆགས་བསྡད་པ་རེད། བྱས་ཙང UCI ལ་དོལ་རྒྱལ་བསྟེན་མཁན་ཚོ་ལ་ངོ་རྒོལ་བྱེད་ཡག་གི་ཆོག་མཆན་སྤྲད་ཡོད་པ་དེ་ཧང་ཤིང་རྒྱུ་ཡག་རེད། ད་བོད་རིགས་སྤྱི་མཐུན་ཚོགས་པ་ད་ལྟ་བཀའ་ཤག་གི་དྲི་བ་གཅིག་བཀའ་རྟགས་ཅན་གྱི་དྲི་བ་གཅིག་ལན་འདེབས་གནང་རོགས་ལ་ཡ། རྒྱ་འོམ་ཅིག་སྐུ་ཕྱྭ་དང་འབྲེལ་བའི་ལས་འགན་དེ་ཚོ། བོད་རིགས་སྤྱི་མཐུན་ཚོགས་པའི་ཡོད་པའི་གནས་སྟངས་གཅིག་འགྲེལ་བཤད་བརྒྱབ་ཡོད་རེད། བོད་རིགས་སྤྱི་མཐུན་ཚོགས་པ་ཚོ་གན་ཁེའུ་གུ་ཡོད་པ་ཡིན་ན། མི་གོ་སྒྲིག་ཞུ་ངེས་དང་ཐུན་མོང་གི་ཐོག་ནས་གོ་བསྡུར་བྱེད་ཅིག་ཡོང་ག་ཅིག་རེད་མ་གཏོགས། བོད་རིགས་སྤྱི་མཐུན་ཚོགས་པ་དངོས་ནས་འབད་བརྩོན་ཞུ་བྱས་ཤག་དེ་ག་ལ་ཡ། རྒྱ་གོར་མི་ཆེ་ཕེབས་བསུ་ཞུ་ཡག་ཆེད་དུ། ཨ་ནི། ཆོག་མཆན་ཞུ་ཡག་མཚོན་འབད་ཀྱི་གནས་ཚུལ་དེ་རེད། ཡིན་ནས་བོད་ག་ལ་ཡ་འདི་བཤད་ཡོང་དུས་སེམས་པ། ཨ་ནི། འབྲེལ་ཡོད་དེ་བསྟན་འཛིན་དོན་ལྡན་རེད་བསྟན་འཛིན་དོན་ལྡན་ལ་སྐད་ཆ་མ་དྲིས་ན་ང་ཚོ་ཡོང་གི་མ་རེད་བཤད་རྗེས་གང་ལྟར་ཆོག་མཆན་མ་སྤྲད་རྗེས།

ཡིན་ནས། རྩིས་མེད་བཏང་ཞིག་དེ་གས་ཚང་མ་ལོག་ལ། ཁོང་ཚོས་ལས་ལབ་ཡ་དེ་གར་ལབ་འདུག་ད་རིག་ལྔ་ནས་བདུན་བར་དུ་ལས་རིམ་དེ་ངས་གོ་སྒྲིག་ཞུ་གི་རེད་དོན་གཅོད་འབྲེལ་བ་ཡོག་མ་རེད་ཇུས་གཏོགས་ཡོག་མ་རེད་དེ་འདྲའི་ཡན་ཆད་ནས་བཤད་པའི་གནས་ཚུལ་ད་ལྟ་ད་སྙན་དུ་ཁོང་ཚོས་ཡ་སྙན་ཞུ་ཕུལ་ཞིག་ཡོད་དུ་ནང་ལོག་ལ་གསལ་གི་འདུག་ཡིན་ནས་བསྟན་འཛིན་དོན་ལྡན་རང་ལ་ཡ་སྐད་ཆ་དྲི་ཡ་གོ་བབ་བྱུང་མ་སོང་ཐུ་བས་མ་སོང། དེ་མེན་པའི་གནས་ཚུལ་ཡིན་པ་ཡིན་ན་ཁོང་ལ་འདྲི་ཞིག་རྒྱ་ཡ་ཞིག་གོ་གི་ཡོག་རེད། དེ་ཡིན་དུས་གང་ལྟར། ཅི་ནུས་ཁོང་སེམས་མ་ཆུང་མཆོག་ཡིད་ཆེས་གནང་བ་ནང་བཞིན་བྱས་ནས་ཁོང་རང་གི་སྐུ་ཕྱྭ་གན་ཆ་ལང་ཁེ་ཐུག་གི་ཡོད་པ་ཡིན་ན། ཁེ་ཐུག་གི་ཡོད་པའི་གི་ཐོག་ནས་གནང་དགོས་ཀྱི་འདུག་མ་གཏོགས་ཅི་གི། ང་ཚོ་ཚང་མ་ལོ་ལེགས་སྐུ་མདུན་སྐུ་ཕྱྭ་དང་འབྲེལ་བ་ཚང་མ་ལ་སེམས་འཚབ་ཡོད་རེད། དེ་ཡིན་དུས་ཡང་མི་གཅིག་གཉིས་དབང་ཆེན་པོ་ཞུ་ཕྱྭ་བྱས། འདི་བྱས་ཡོང་དུས་ཨ་ནི་ཏག་ཏག་ཅིག་མ་བདེ་བ། ད་ཕྱིས་ཕྱིས་སུ་ཁོང་ཚོ་སྐད་ཆ་ག་རེ་བཤད་ཀྱི་ཡོད་རེད་མ་འོངས་པ་ང་བོད་རིགས་སྤྱི་མཐུན་ཚོགས་པ་ཟེར་མཁན་ཚོ་མཉམ་དུ་ལས་ཀ་ག་རེ་བྱེད་ཀྱི་རེད་ཟེར་ནས། མི་རིགས་ཡན་ཆད་ནས་ཤེས་བྱ་དེ་བྱ་བས་ན་མ་འོངས་པར་ཀུན་འདུས་ཆིབས་བཅུ་ཁོ་རང་གི་ཀུན་འདུས་དཀར་ཟལ་གདན་ཞུ་བྱེད་པའི་ས་ཁུལ་དེ་ཚོ་ལ་ད་ལྟ་ཆིན་ཐོ་བཅུ་པ་ནང་ལོ་ལེགས་ཆིབས་བཅུ་བྱུས་ཡོད་རེད་དེའི་སྐབས་ལས་ག་རེ་ཆགས་ཀྱི་རེད། ཨ་བོད་པ་མེད་པ་ཡིན་པ་ཡིན་ན་དེའི་གནས་སྟངས་འདི་ཚང་མ་ཁོ་རང་གི་སྤྱི་ཁོག་གི་བྱེད་ཐུབ་ཀྱི་རེད་མ་རེད། རྩ་བའི་རྒན་ཆེན་པོ་ཞེས་དགོས་ཡོད་ས་རེད་མིང་ངས་ཆེན་པོ་འདུག་རྒན་དང་མིང་ཆེ་པོ་ཡོད་པ་ན་གཞི་གཅིག་གི་ཕྱག་ལས་གནང་སྟངས་དང་སྤྱོད་པ་བསྟེན་སྟངས་དང་མི་ལ་མཐུན་སྒྲིལ་བྱེད་ཡ་དེ་ཚོ་གཟབ་གཟབ་ཞིག་གནང་པ་ཡིན་ན་ང་ཚང་མ་ལོ་ལེགས་ཡ་སྐད་ཆ་དེ་ཡོང་དགོས།

རེད་བ། ད་ད་རིང་གི་ཉིན་མོ་ལ་དེ་དང་དེ་འདྲ་བའི་གི་གནས་སྟངས་དང་འབྲེལ་བ་མཐུན་ཡོང་རྒྱུ་ག་ལི་ག་ལི་སྤྱི་ཚོགས་ནང་ལོགས་ལ་ཨ་ནི་བམ་གཏོར་རྒྱོ་ན་ཞེ་བྱས་ནས་ཨ་ནི་སྤྱི་ཚོགས་ནང་ལོགས་སླེ་བསྡད་གི་རེད་འཇིགས་མེད་ཨོ་རྒྱན་འདྲ་བོ་རིང་མེད་ཡིན་པ་ཡིན་ན་ཧང་སང་དགོས་ཡ་ཡོད་མ་རེད། ཁྱེད་རང་འདྲ་བོ་ཅིག་ཡིན་པ་ཡིན་ན་ཨ་ལེ་དང་པོ་རྒྱ་བོ་རིན་པོ་ཆེ་གི་ཞལ་གྲོ་མོ་ནས་ག་རེ་གསུང་གི་འདུག་ང་ཚོ་རང་ཚེ་རྩོད་གི་ཡོད་མ་རེད་ལ་གསུངས་སོ། སྐམ་སེ་སྐམ་དེ་ལ་གོ་ཐག་ཁྲོད་ནས་དེ་དང་དེ་འདྲ་བའི་གི་ཨ་ནི་བཀའ་གསུང་ཞལ་གསུང་ལ་འགྲོ་ཐུབ་པ་ཡིན་ན། ཨན་ད་ག་རང་ལ་ང་རང་ཚོ་གི་ནུས་པ་མཉམ་སྤུངས་བྱེད་ཐུབ་ཀྱི་རེད། ཨན་ང་ཚོ་ནུས་པ་མཉམ་སྤུངས་ལ་མ་བཏོན། མ་བཏོན་བྱས་ང་རང་ཚོ་གཅིག་གི་གཅིག་རྩོད་ཀྱི་ཡོད་གཉིས་ཀྱི་གཉིས་རྩོད་ཀྱི་ཡོད་ཨ་བཞི་པོ་འགའ་ཡིན་ལ་ནི་ང་རང་ཚོ་ནང་འགོག་ལ་མཐུན་སྒྲིལ་མེད་པ་ཅིག་བཏོན་བསྡད་པ་ཡིན་ན། དེ་ཆུ་ལོག་གི་མིག་གིས་ང་ཚོ་ལ་འབོག་སེམས་རྒྱབ་རྒྱག་རེད་ག་བ་ག་བ་ནི་ཨ་དབྱི་ཁུང་དུ་ལུབས་སུ་དེ་དེ་བ་དེ་བ་ནི་ཨ་ཁ་མ་རྒྱག་གི་རེད་དེ་བ་དེ་བ་ནི་ང་ཚོ་ལ་འབོག་སེམས་རྒྱག་གི་རེད།

དེ་གནས་སྟངས་དེ་ག་ཚོད་ཤུགས་ཆེན་པོ་ཞེད་སྣང་ཚ་པོ་ཆགས་ཀྱི་རེད་ལ་ནི། ངས་བོད་མི་སྒྲིག་འཛུགས་ཀྱི་ཡང་དག་ཨ་ཅག་རྒྱ་རི་སྒྲོལ་མ་མོ་རང་གི་ཨམ་ཅོག་ནང་ལ་ལུས་ཡིན་འདི་ཚོ་གང་གཱ་ཁྱེད་རང་ཚོ་འདི Social Media ནང་འགྲོ་བསྡད་ངས་འདི་ཚོ་ཁ་འདི་བདག་པོ་རྒྱག་བཅུག་རོགས་གྱིས་མ་གཏོགས་ང་ཚོ་འདི་དཔལ་གནད་འགའ་ཆེན་པོ་ལ་ཐུག་གི་རེད་ད། འདི་ང་ཚོ་བཞི་བོ་ཞེད་སྣང་ཚ་པོ་ཆགས་ཀྱི་རེད་ད་ལ་ནི་ངས་མོའི་ཨམ་ཅོག་ནང་ལ་ལུས་པ་ཡིན་ང་རང་ཚོ་སྤྱི་ཚོགས་ཀྱི་དྲ་རྒྱ་སྒང་ནས་ངས YouTubers རེ་རེ་གཉིས་གཉིས་ལ་ལ་ནི་ངས་ཀྱི་ཚང་མ་གང་ལ་ཡིན་ངས་ཤེས་པ་ཡིན་ཁྱེད་རང་ཚོ་གི་བྱེད་སྟངས་ཕན་ཐོགས་གི་མ་རེད་གནོད་རྒྱག་གི་རེད། ང་རང་ཚོ་སྦ་ར་གང་གི་མི་དེ་ལྷོད་ཤིག་པུ་དང་སྡོད་ཚུར་པུ་བྱེད་དགོས་ཀྱི་འདུག་མ་གཏོགས་སྤྱི་ཚོགས་དྲ་རྒྱ་ནང་དོན་ག་འཇུ་མ་འཇུ་བཤད་ཡ་དེ་གི་ཕན་ཐོག་གི་མ་རེད་ངས་ཐེངས་མང་པོ་ལབ་ཚར་བ་ཡིན། དེ་གི་ལབ་བའི་གི་རྐྱེན་གིས་ང་ལ་ད་རིང་ཁྱེད་རང་ཚོ་གི་ད་སྤྱོད་པ་ལོག་བའི་ད་སྤོར་སྦྱོང་ལོག་བའི་སྐད་ཆ་ཅིག་ཡིན་གྱི་རེད། ད་ག་ཅིག་པུ་ཚད་གི་མ་རེད་ཁྱོད་རང་ཚོ་གི་ཨ་ནི་མཐོང་རྒྱ་ཆུང་ཆུང་དང་མཐོང་རྒྱ་ཐུང་ཐུང་དེ་གི་བྱས་ཡ་ནི་ཨ་ནི་ཁྱོད་རང་ཚོ་གི་ང་ལ་འདྲ་ས་བའི་སྐད་ཆ་ཡིན་ས་རེད་ང་ལ་འདྲ་ས་བའོ་མ་གཏོགས་ང་མི་གཅིག་རེད་ང་ལ་མཁས་པ་ཅི་ཡོད་མ་རེད། ཡིན་ན་ཡང་ཁྱེད་རང་ཚོ་ང་ཚོ་ཚང་མ་ལ། རྒྱ་ཆེ་ས་ནས་བལྟ་བ་ཡིན་ན as a བོད་པ། ང་ཚོ་ལ་མཁས་པ་ཆེན་པོ་ཤོར་གི་རེད་ལ་ནི་ད་བོད་རང་བཙན་ཨ་ཉི་མ་དྲུག་ཅུ་ནང་རྩོད་ཀྱི་ཡིན་ལ་འོག་རེ་ང་རང་ཚོ་ག་ཚོད་ཕྱི་རྒྱ་ཁ་ནས་དད་གྲོགས་ཡོད་ཨ། དེ་དེ་དགོས་ཀྱི་ཉིན་མོ་ཤར་གི་རེད་པས་ང་རང་ཚོ་སྔར་འཛིན་ནི་ཨ་དོན་འགྲོ་གི་རེད་པས་ད་རང་བཙན་ཁ་ལ་རྩོད་འགྲོ་དེ་ངས་དེ་ཚོ་ཁ་ཁ་སྐྱེ་རྒྱག་པ་ག་ཚོད་ཟེར་ད་བལྟའོ་ཨ་དང་པོ་ཁོ་རང་པེ་ཀིན་ཅིག་འགྲོ་གི་འདུག་བས།